འགག་བཅས་བསྐྱེད་པའི་མེད་དགག་སྙིང་པོར་འདོད་པ་འགག་པ་སྙིང་པོ་གཉིས་སུ་ཕྱེ་བ་ལ་དཔྱད་པ། འགྲོ་ཀུན་སྙིང་པོ་སྟོང་བར་འདོད་པ་འགག་པ་འདག་པ་གཉིས་པོ་འགག་རུ་འདོད་པ་འགག་པ། སྙིང་པོ་སྐྱེ་སེལ་གྱི་བདེ་འགྲོ་དུ་འདོད་པ་འགག་པ་དང། ས་བཅད། སྔགས་ཡོད་པའི་ནང་ནས། གསུམ་པ། འགྲོ་ཀུན་སྙིང་པོས་སྟོང་པར་འདོད་པ་འགག་པ་ལ་ཕྱོགས་སྔ་མ་སྦྱོར་བ་དེ་འགག་པ་གཉིས། གཉིས་པ་དེ་འགག་པ་ལ་ལུང་རིགས་ཀྱིས་གནོད་ཅིང་བསྟན་པ་སྦྱང་བའི་ལམ་ནས་དགོངས་པར་མི་འཐད་པ། མ་འཁྲུལ་པའི་གདམས་པ་སྦྱིན་པ་དང་གསུམ་ཡོད་པའི་ནང་ནས་གསུམ་པ་མ་འཁྲུལ་པའི་གདམས་པ་སྦྱིན་པ་ལ་རྩ་བའི་ཟབ་ཆོས་གསུམ། ཕྱོགས་འཛིན་ཐོག་ནས་གཟུང་བར་ལྡན་པ། དྲང་ངེས་ཀྱི་དགོངས་པ་ངོས་བཟུང་བ། ཤེས་བྱེད་ཀྱི་ལུང་དང་སྦྱར་བའི་རྩ་བའི་སྲོལ་རྒྱུན་གསུམ། ལྟ་དེ་ཕྱོགས་འཛིན་གྱི་ཕྱོགས་འཛིན་དོར་ནས་གཟུང་བར་ལྡན་པ་བསྲེས་ཏེ། དེ་ནས་པཎ་ཆེན་རིན་པོ་ཆེ་རང། ཕྲག་དོག་དང་ཕྱོགས་རིས་མ་བྱས་པའི་ཆེད། ས་པཎ་གྱི་དགོངས་པ་འདི་ནས་ཤེས་པ་འདྲ་ཡིན་ཅེས་བཤད་པ་ནང་བཞིན་ཨ་ནེ་སེམས་ལ་བཞག་ན་ཡག་པོ་འདུག་ཟེར་གསུངས་པ་ཡིན་དུས། ཨ་ནེ་ཆུང་འཛིན་ཐོག་ནས་བཟུང་བར་གདམས་པ་ཟེར་བ་རེད། དེ་བསྟན་བཅོས་དེ་པཎ་ཆེན་རིན་པོ་ཆེ་ཞལ་བཞུགས་ཕུལ་སྐབས་བརྩམས་པ་རེད་པཎ་ཆེན་རིན་པོ་ཆེ་གཟིགས་ཡོད་རེད་འདི་ན། ད་པཎ་ཆེན་རིན་པོ་ཆེ་དང་གཞན་དང་མ་འདྲ་བའི་མཁས་པ་ཆེན་པོ་བོད་གངས་ཅན་ལྗོངས་ལ་དེ་འདྲའི་མཁས་པ་བྱུང་མི་སྲིད་ཅེས་ཕེབས་པ་རེད། ཡིན་ན་ཡང་མཛད་པ་གནང་ཕྱོགས་དེ་ག་ལ་དཀའ་ལས་ཁག་པོ་ཅིག་ཆགས་ཡིན་རྒྱུ་ནི། སྤང་དགོན་ཞེས་དང་ཁོ་གཉིས་ཉི་མ་རྟག་པར་ཞེས་ཉིན་མཚན་གཉིས་ཀ་མཉམ་དུ་བསྡད་ཀྱིན་ཅི་རེད་གསུངས་འདུག་གྲུབ་ཐོབ་ཆེན་པོ་རེད། ལྷག་པར་དུ། ཀརྨ་པ། བདུན་པ། ཆོས་གྲགས་རྒྱ་མཚོ་དང་པན་ཆེན་ཤར་ཆོས་གཉིས་ཡིན། རྒྱུ་སྤྲུལ་གཞི་གཅིག་ཡིན་པ་ལ་སྤྲུལ་བ་ཁག་ཁག་ཞིག་ན་བོད་ལ་ཕེབས་རེད་མཉམ་དུ་ཕེབས་རེད་ཁོ་གཉིས་ཀ། གཅིག་གིས་ཚུར་བུ་ལ་བཞུགས་ནས་གདན་ས་སྐྱོང་གཅིག་གིས་དེ་ནས་ག་སོ་རེད། གསེར་མདོག་ལ་བཞུགས་གདན་ས་སྐྱོང་བ་རེད་དེ། དཀྲུག་ཤིང་གཅིག་རང་བྱིན་ཡིན་པ་ལ་རྣམ་པ་ཐ་དད་ཅིག་ནས་བཞུགས་པ་རེད། དེ་འདྲའི་གི་བློས་བསམ་གྱིས་མི་ཁྱབ་པ་དེ་ནི་མཁས་གྲུབ་ཆེན་པོ་ལས་རེད། ཨ་ནི་མཚམས་མཚམས་ལ་རྒྱུ་མཚན་དགོས་པ་མང་པོ་ཞིག་ཐོག་ནས་དགོངས་པ་འགྲེལ་ཚུལ་དེ་མ་འདྲ་བ་མ་འདྲ་ཡོང་བསྡད་ཡོད་པ་རེད། བཤད་སྟངས་དེ་ནས་ཨ་ནི་དགག་པ་བརྒྱབ་པ་རེད། དགག་པ་བརྒྱབ་དུས་པན་ཆེན་རིན་པོ་ཆེས་གཟིགས་གཟིགས་པ་ན་འདི་ལ་གང་ཡང་མ་གསུངས་པ་རེད། དེ་འགྲིག་འདུག་ད་དེ་དགག་པ་དེ་འགྲིག་འདུག་དགོངས་པ་རེད་དགོངས་པ་ཡིན་ས་རེད་གང་ཡང་མ་གསུངས་པ་རེད། ཨོ་ད་དྷི་ཤི་བ་གཉིས་པ་དེ་ནས་ས་བཅད་དང་པོ་དེར་བ་ཕྱུགས་འཛིན་དོར་ལ་བཟུང་བར་གདམས་པ་ཟེར། དེ་ན་གཞུང་ལུགས་ཆེན་པོ་ཡི་དགོངས་པ་འཁོད་པའི་ཚུལ་ཅན་གྱི་ཕྲག་དོག་ཆོས་འཛིན་ཡིད་དོར་ལ། གཟུགས་རུ་གནས་པའི་བློ་ཡིས་སྤྱོད་ཅེས་པ་དེ་ཟེར། དེ་ན་སའི་ཚིག་གསལ་ཆེན་པོ་རེད། དེ་ནས་བདེ་གཤེགས་སྙིང་པོ་སེམས་ཅན་གྱི་རྒྱུད་ལ་མེད་ཟེར་བ་དེ། ཆོས་རྗེ་ས་པཎ་གྱི་དགོངས་པ་ཡིན་ཟེར་བ་འདི། དེ་ནས་ཁ་བདག་གི་ཆོས་དུ་ལ་འགོད་པའི་བཙོག་པ་དང་གཅིག་པ་གཅིག་ཡང་རེད། ད་འདི་ཆོས་ཀྱི་བསམ་པའི་དགོངས་པ་ཡིན་ལ། ཁ་བདག་གི་ཆོས་དུར་འགོད་པའི་བཙོག་པ་དེ་ས་གཙང་མར་མཆིས་པ་དང་ནང་བཞིན། ཆོས་ཀྱི་ས་པཎ་གྱི་གཞུང་སྡོམ་གསུམ་ལ་སྦྱར་བཞག་པ་ཡིན་དུས་དེ་ནོར་འཁྲུལ་ཆེན་པོ་རེད། ནོར་འཁྲུལ་ཆེན་པོ་ཡིན་པ་རྒྱུ་མཚན་དེས་ན་སྲིད་པ་རེད། དེས་ན་གཞུང་ལུགས་ཆེན་པོ་ཡི་དགོངས་པ་ཟེར་ན་སྡོམ་གསུམ་ལ་ཟེར་བ་གཞུང་ལུགས་ཆེན་པོ་ཡི་དགོངས་པ་དེ། ད་སྡོམ་གསུམ་གྱི་དགོངས་པ་གང་ཡིན་པ་དེ་ཟེར་བ་རེད། པཎ་ཆེན་རིན་པོ་ཆེ་གིས། སེམས་ཅན་རྒྱུད་ལ་བདེ་གཤེགས་གཉིས་པོ་ཡོད་མ་རེད། འདི་ས་པཎ་གྱི་དགོངས་པ་ཡིན་ཟེར་བ་རེད། དེ་ནས་ད་འདི་ནས་བཤད་དུས། ད་འདི་སྡོམ་གསུམ་གྱི་དགོངས་པ་དེ་ག་འདྲ་ཡིན་མིན་འདི་ནས་བཤད་ཀྱི་ཡིན་ཟེར་བ་ཇི་ལྟར་གཞུང་ལུགས་ཆེན་པོ་ཡི་དགོངས་པ་དེ། དེ་ནས་སྡོམ་གསུམ་གྱི་དགོངས་པ་དེ། བསྟན་བཅོས་རྩོམ་པ་པོ་ཁོས་ཚུར་རོལ་བཞིན་དུ་བཤད་གི་ཡིན། མ་ནོར་བ་བྱས་ནས་བཤད་གི་ཡིན་ཟེར་བར་བྱས་ཙང། ཨ་ནི་པཎ་ཆེན་རིན་པོ་ཁྱེད་རང་གིས་ཕྲག་དོག་དང་གཅིག་ཕྲག་དོག་གིས་ཡིད་དོར། ཕྱོགས་འཛིན་གྱིས་ཡིད་དོར་བསམ་ན་ཕྲག་དོག་མ་གནང་བ་བྱས། ད་དེ་ནས་ཕྱོགས་རིས་མ་གནང་བ་བྱས། ཟོག་རུ་གནས་པའི་བློ་ཡིད་དྲང་པོ་བྱས་ནས་བཅོས་ཟེར་ན་གསན་རོགས་གནང་ཟེར་བར། ད་པན་ཆེན་ཐུགས་རྒྱུད་ལ་ཕྲག་དོག་དང་ཕྱོགས་འཛིན་དེ་ཡོག་མ་རེད་དེ། རྗེས་གནང་སློབ་མ་དེ་ཚོ་ལ་ཕྲག་དོག་ཕྱོགས་རིས་ཡོད་དུས་མཉམ་དུ་བཤད་ཤེས་པ་འདི་ལ་བཤད་ཙང་ཕྲག་དོག་བསལ་ཏེ། གཞན་གྱི་ཕུན་ཚོགས་ཚོགས་པ་ལ་མ་བཟོད་པའི་སེམས་བྱུང་དེ་རེད་ཕྲག་དོག་ཕྱོགས་འཛིན་ཟེར་ན་ཕྱོགས་རིས་རེད། བཤད་ཙང་ཕྲག་དོག་དང་ཕྱོགས་འཛིན་ཡིད་དོ་ལ་ཟེར་བ་རེད། དེ་ནས་ཕྲག་དོག། དང་གཅིག། ཕྱོགས་འཛིན་ཏེ། ཆོས་རིག་ཡིད་དོར་གསང་སྔགས་འཕགས་དབྱུང་ནི། གཟུགས་རོ་གནས་པའི་དྲང་པོའི་བློ་བས་སེམས་དྲང་པོ་བྱས་ནས་སྤྱོད་ཟེར་ན། ཨ་ནི་འདི་ནས་དགོངས་པ་ཤེས་ཞེས་པ་དེ་ཨན་ཐུགས་ལ་ཉར་རོགས་གནང་ཟེར་བ་རེད། བདག་དེ་པན་ཆེན་རིན་པོ་ཆེ་ལ་ཞུས་པར་བདག་འདིའི་ཚབ་བྱ་དང་པོ་དེ་མདོར་ན། ཁྱེད་དྲང་པོ་གནང་རོགས་བྱེད་ཡོད་སྲིད་གོ་རེད་སྒྲུབ་ཐ་ཁོང་ག་རེད་བསམ་ཁྱེད་གནད་འགག་གཙོ་བོ་འདི་རེད་བཟོ་རུ་གནས་པའི་བློ་ཡོད་བྱེད་ཡོད་སྲིད་ན་ཁྱེད་དྲང་པོ་གནང་རོགས་བྱེད་ཡོད་སྲིད་གོ་དོན་དར་ཐུག་དེ་དྲང་པོ་གནང་རོགས་བྱེད་དེ་ནས་སྡོམ་གསུམ་དགོངས་པ་ཡིན་དང་མ་ཡིན་དཔེ་ཆ་དགོངས་ཀྱི་ཡོད་རེད་ཡིན་ན་ཡང་དགོས་པ་རྒྱུ་མཚན་ཅིག་ལ་གསུངས་བྱས་པ་རེད་དེ་འདྲས་མ་གནང་དྲང་པོ་གནང་རོགས་བྱེད་ཡོད་སྲིད་གོ་རེད། ད་དེ་ནས་གསར་བརྗེ་གཉིས་པ་དེ་གསར་བརྗེ་གཉིས་པ་དྲང་ངེས་ཀྱི་དགོངས་པ་ངོས་བཟུང་བ་ཟེར་གྱི་རེད་ད་དྲང་དོན་ག་རེ་རེད་ངེས་དོན་ག་རེ་ཡོད་ད་འདི་ཞིག་དྲང་དོན་གྱི་དགོངས་པ་ངོས་བཟུང་བ། ཆོས་དབྱིངས་བདེ་གཤེགས་སྙིང་པོ་དང་སྟོང་ཉིད་ལ་སོགས་རྣམ་གྲངས་ནི། དོན་དམ་བདེན་པ་ཡིན་པའི་ཕྱིར། ངེས་དོན་ཡིན་གྱི་དྲང་དོན་མིན། འདི་བར་དུ། བདེ་གཤེགས་སྙིང་པོ། ངེས་དོན་ནི་ཡིན་པར་བསྟན་པ་རེད་ངེས་དོན་ཡིན་པར་ངོས་བཟུང་བ་རེད། འོན་ཀྱང་དཔེ་དགུའི་བསྟན་པ་དང་དེ་ཉིད་འགྲུབ་པའི་རྒྱུད་ལ་ནི་རྟེན་དང་བརྟེན་པའི་ཚུལ་གཉིས་སྒྲུབ་པའི་ཚུལ་ཡོད་པ་ནི་རང་དོན་ཡིན་གྱི་ངེས་དོན་མིན་ཀུན་རྫོབ་བསྟན་པ་ཡིན་ཕྱིར་རོ་བར་དུ་ཨ་ནི། དེ་ནི། དེ་བཞིན་སྙིང་པོ། དྲང་དོན་གཅིག་ཡོད་པ་ཅིག་འདི་བསྟན་སོ་གཉིས་ཤེས་པར་བྱ། བྱས་ཙང་ཆོས་དབྱིངས་བདེ་གཤེགས་སྙིང་པོ་དང་སྟོང་ཉིད་ལགས་སོ་ཟེར་དུས། བདེ་གཤེགས་སྙིང་པོ་དེ་ཡག་གི། བདེ་གཤེགས་སྙིང་པོ་དང་རྣམ་གྲངས་དཔེ་སྦྱར་ནས། བདེ་གཤེགས་སྙིང་པོ་ལ་མཚན་གྱི་རྣམ་གྲངས་མང་པོ་ཡོད་རེད། དཔེར་ན་ཆོས་དབྱིངས་ཟེར་བ་དང་སྟོང་ཉིད་ཟེར་བ་དང་དེ་བཞིན་ཉིད་ཟེར་བ་ལ་སོགས་པ་མང་པོ་ཡོད་རེད་དེ་ཚོ་ཚང་མ་འཕགས་པའི་མཉམ་གཞག་ཡི་གེ་རྟོགས་འཆར་བགྱིས་པའི་དོན་དམ་བདེན་པ་དངོས་ཡིན་པའི་ཕྱིར་ན་ངེས་དོན་རེད་མ་གཏོགས་དེ་ཚོ་དྲང་དོན་མ་རེད། ད་དེ་བདེ་གཤེགས་ཆོས་དབྱིངས་བདེ་གཤེགས་སྙིང་པོ་དང་སྟོང་ཉིད་ལ་སོགས་རྣམ་གྲངས་ངེས་ཡིན་ཟེར་ན་དེ་བདེ་གཤེགས་སྙིང་པོ་དང་རྣམ་གྲངས་ཡར་སྦྱར་ནས་བདེ་གཤེགས་སྙིང་པོ་དང་རྣམ་གྲངས་ཏེ། བདེ་གཤེགས་སྙིང་པོ་དང་མཚན་གྱི་རྣམ་གྲངས་ཡིན་མཁན་ནི་དཔེར་ན་ཆོས་དབྱིངས་ཟེར་བ་ལྟ་བུ། སྟོང་ཉིད་ཟེར་བ་ལྟ་བུ། དེ་བཞིན་ཉིད་ཟེར་བ་ལྟ་བུ། ཡང་དག་མཐའ་ཟེར་བ་ལྟ་བུ་རྣམས་ནི། དེ་ནི་མཚན་གྱི་རྣམ་གྲངས་རེད། དེ་ཚོ་འཕགས་པའི་མཉམ་གཞག་གི་རྟོགས་བྱར་གྱུར་པའི་དོན་དམ་བདེན་པ་མཚན་ཉིད་པ་ཡིན་པའི་ཕྱིར་ན། ཡང་ནི་ངེས་དོན་རེད་མ་གཏོགས་དྲང་དོན་རྩ་ན་མ་རེད་ཟེར་བ་རེད།

ད་འོ་ན་དྲང་དོན་དེ་ག་རེ་ཡིན་ཟེར་ན་འོན་ཀྱང་དཔེ་དགུའི་བསྟན་པ་ལྟར་ཡིན་ན་ཡང་རྒྱུད་བླ་མའི་ནང་དུ་དཔེ་དགུའི་བསྟན་པ་དཔེ་ན་དཔེ་དགུ་ཡོད་ར་ཁ་ཚན་ཕྱིན་སོང། དཔེ་མང་ངན་པའི་ནང་ལ་སངས་རྒྱས་སྐུ་ཡོད་པ་དང་གཅིག། གོས་རུལ་གྱི་ནང་ལ་རིན་པོ་ཆེར་གྲུབ་པའི་རྒྱལ་པོའི་སྐུ་ཡོད་པ་ལ་སོགས་དཔེ་དགུའི་བསྟན་པ་ལྟར་དུ། བདེ་གཤེགས་སྙིང་པོ་དེ་ནས། སྟོབས་དང་མི་འཇིགས་པ་ལ་ཡོན་ཏན་རང་ཆས་སུ་ཡོད་མཁན་ནི། དེ་ནས་མཚན་བཟང་བ་དཔེ་བྱད་བཟང་པོ་དགྱེས་པའི་སྐུ། འགྲོ་བ་སེམས་བསྐྱེད་རྒྱུད་ལ། དཔེར་ན་སེམས་བསྐྱེད་རྒྱུད་དེ་བསྟན། བདེ་གཤེགས་གཉིས་པོ་དེ་འདྲའི་བདེ་གཤེགས་བསྟན་པའི་ཚུལ་གྱིས་ཡོད་པའམ། ཡང་ན། སེམས་ཅན་ཡུལ་ལ་མ་གྲུབ་པ་དང་པོ་ནས་རང་བཞིན་ལྷུན་གྲུབ་ཀྱི་ཚུལ་དུ་ཡོད་པ་ནི་ཡོད་པའི་བདེ་གཤེགས་གཉིས་པོ་དེ་ནི། དྲང་དོན་ཡིན་དེ་དྲང་དོན་རེད། དྲང་དོན་མ་གཏོགས་ངེས་དོན་མ་རེད། ག་རེ། དེ་མ་རེད་དེ་ཡིན་ཙང་ངེས་དོན། དྲང་དོན་རེད་མ་གཏོགས་ངེས་དོན་མ་རེད། དེ་ནས་ངེས་དོན་མ་ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་ཁོ་ཀུན་རྫོབ་བདེན་པ་ཡིན་ཅི་རེད་ཟེར་ན། དེ་ནས་དེ་ལོག་པའི་ཀུན་རྫོབ་བདེན་པ་རེད་ཟེར་བ་རེད། དེ་ཕྲད་ཀྱི་འཁྲུལ་ཡིག་བློ་ཡི་ཡུལ་དུ་གྱུར་པས་ནི། ལོག་པའི་ཀུན་རྫོབ་བདེན་པ་ཡིན་དུས་འདི་ཐ་སྙད་དུ་ཁས་ལེན་རུང་གི་མ་རེད་ཟེར་ད་འདིར་གཉིས་བྱུང་བ་རེད། བདེ་གཤེགས་སྙིང་པོ་ངེས་དོན་འཆར་བ་རེད་དེང་རྩོད་པ་མེད་པ་རེད་དོན་དམ་བདེན་པ་ཡིན་ཙང་ངེས་དོན་དེ་ནི་ངེས་དོན་གྱི་མདོའི་དངོས་བསྟན་བརྗོད་བྱ་དེ་རེད། སྤྱིར་བདེ་གཤེགས་སྙིང་པོ་སེམས་ཅན་རྒྱུད་ལ་ཡོད་པ་དེ་དྲང་དོན་ཡིན་པ་ལ་ཐ་སྙད་དུ་ཁས་ལེན་དུ་རུང་བ་དེ་རེད། ཡིན་ན་ཡང་དཔེ་དགུའི་བསྟན་པ་ལྟར་དུ་བདེ་གཤེགས་སྙིང་པོ། སྟོབས་ཆུ་ལོག་སྲུབ་པའི་ཡོན་ཏན་རང་ཆས་སུ་ཡོད་པ། ཚེ་མདའ་དཔེ་བྱད་རྒྱས་བཞིན་པའི་སྐུ། སེམས་ཅན་རྣམས་ཀྱི་རྒྱུད་དེ་བསྟན། བདེ་གཤེགས་ཡང་བསྟན་པའི་ཚུལ་དམ། ཡང་ན། དང་པོ་ནས་མ་གྲུབ་པར་ལྷུན་གྲུབ་ཚུལ་དུ། དེ་འདྲའི་བདེ་གཤེགས་གཉིས་པོ་ཡོད་པ་དེ། དྲང་དོན་རེད་ལ་ཐ་སྙད་དུ་ཁས་ལེན་དུ་རུང་གི་མ་རེད་སྲིད་པར་བློ་འདིས་ཤེས་སོང། དེ་ནས་འདི་ཤེས་པ་རང་དེ་རེད། བདེ་གཤེགས། ད་དེ་ནས་ཁ་གསོ་རེད། བདེ་གཤེགས་སྙིང་པོ། སྟོབས་དང་མི་འཇིགས་པ་ལ་ཡོན་ཏན་རང་ཆས་སུ་ཡོད་མཁན། མཚན་བཟང་པོ་སུམ་ཅུ་དང་དཔེ་བྱད་བཟང་པོ་བརྒྱད་ཅུར་སྤྲས་པའི་སངས་ཀྱི་སྐུ། སེམས་ཅན་རྣམས་ཀྱི་རྒྱུད་ལ། བསྟན་དང་བསྟན་པའི་ཚུལ་ཡོད་པ་དེ་དྲང་དོན་ཡིན་ན། དྲང་དོན་ལ། དགོངས་གཞི་ཡི་དགོས་པ་དངོས་ལས་སྣོད་བཅུད་གསུམ་ཚང་དགོས་པ་ཡིན་དུས། ཨ་ནི་དགོངས་གཞི་ག་རེ་རེད་དགོས་པ་ག་རེ་ཡོད་བསམ་དེ་འདི་རེད། དགོངས་གཞི། མཐའ་བཞི་སྤྲོས་བྲལ་དང་སྟེ། ད། བདེ་གཤེགས་སྙིང་པོ་སྟོབས་བཅུ་མི་འཇིགས་པ་བཞིས་བརྒྱན་པ། དེ་ནས། མཚན་བཟང་བོ། མཚན་བཟང་དཔེ་བྱད་མཚན་བཟང་བོ་སུམ་ཅུ་དཔེ་བྱམས་བཅུ་ཚང་མ་ཡོད་མཁན་གྱི་སངས་རྒྱས་སྐུ། གཅིག། སེམས་ཅན་རྣམས་ཀྱི་རྒྱུད་ལ། དེ་ནས་ག་སོ་རེད། རྟེན་དང་བརྟེན་པའི་ཚུལ་ཀྱང་སྒྲུབ་པའི་ཚུལ་དུ་ཡོད་ཟེར་བ། མདོ་དེའི་དགོངས་གཞི་ག་རེ་ཡོད་ཟེར་ན། མཐའ་བཞི་སྤྲོ་བསླུ་ཟེར་ན་སེམས་ཅན་རྣམས་ཀྱི་སེམས་ཀྱི་གནས་ལུགས་དེ་མཐའ་བཞི་དང་བྲལ་བའི་སྤྲོ་བསྒྲོད་དོན་དམ་རྣམས་ཡིན་པ་ལ་དགོངས་ནས། ཨ་ནི་བདེ་གཤེགས་སྙིང་པོ། རྟེན་དང་བརྟེན་པའི་ཚུལ་འགྲུབ་པའི་རྒྱུ་ལ་ཡོད་གསུངས་པ་རེད་དགོངས་གཞི་འདི་རེད་ཟེར་བ། ད་སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ། རྟེན་དང་བརྟེན་གྱི་ཚུལ་དུ་འགྲུབ་པའི་ཡོད་ཟེར་བ་གསུངས་པའི་དགོས་པ་ག་རེ་ཡོད་ཟེར་ན། དགོས་པ། སྐྱོན་ལྔ་སྤང་བའི་ཆེད་དུ་གསུངས་པ་རེད་ཟེར་སྐྱོན་ལྔ་རྒྱུད་བླ་མ་ན་ཡོད་རེད་རྒྱུད་མགོ་རྩ་བ་བསྟན་ན་འགྲིག་གི་རེད་ད། དཔེར་ན། ཁ་ཟུར་སེམས། དེ་ནས། དེ་འདྲ་ཡོང་གི་འདུག་བ་ད་སེམས་ཅན་ལ། སེམས་ཅན་ལ་རང། ང་གྲོགས་པོ་སྐྱོ་བོ་ཞི་བོ་ཡིན་སེམས་པ་ལྟ་བུ། དེ་འདྲ་བ། ཡང་ན་སེམས་ཅན་དམན་པ་ལ་བརྙས་བཅོས་བྱེད་པ་ལྟ་བུའི་སྐྱོན་དེ་ཚོ་སྤོང་བར་ལ་སོགས་པ་སྤོང་བར་བྱ་བའི་ཆེད་དུ། ཨ་ནི། བདེ་གཤེགས་སྙིང་པོ་དེས་སེམས་ཅན་རྒྱུད་ལ། དེ་ནི་རྟེན་དང་བརྟེན་པའི་ཚུལ་ནི་སྒྲུབ་པའི་ཚུལ་ཡོད་གསུངས་པ་རེད་འདི་ཚོ། དེ་ནི། དྲང་དོན་གྱི་མདོ་ཡིན་མཁན། ཐ་སྙད་དུ་ཁས་ལེན་རུང་མི་རུང་མདོ་ཡིན་མཁན། དཔེར་ན་ད་ལྟ་བདེ་གཤེགས་སྙིང་པོ་རྟེན་དང་བརྟེན་པའི་ཚུལ་ཡོད་ཟེར་བ་དེ་ཚོ་ལ་འཐད་པ་ཡིན་སྲིད་དགོས། ཨོ་འདི་ཤེས་སོང་ལ་ད་དགོངས་གཞི་མཐའ་བཞིར་དགོས་པ་ཟེར་བ། ད་དངོས་ལས་གནོད་བྱེད་ང་རེད་ངོ་མ་དངོས་ལས་གནོད་དེ་ཉིད་ངེས་པའི་དོན་ཡིན་ན་ས་དངོས་ལས་གནོད་བྱེད་རེད་དེ་ཉིད་ངེས་པའི་དོན་ཡིན་ན་གལ་སྲིད། དེ་ནས་བདེ་གཤེགས་སྙིང་པོ། འགྲོ་བའི་རྒྱུད་ལ། དཔེར་ན་དེ་ད་འདྲ་སྟེ་བདེ་གཤེགས་སྙིང་པོ། མཚན་དང། དཔེ་བྱད་བརྒྱན་པའི་སྐུ་ཡིན་མཁན། སྟོབས་བཅུ་དང་མི་བཅུ་ཡོན་ཏན་རང་ཆས་སུ་ཡོད་པ་དེ་འདྲས་ཏེ། ཨ་ནི་སེམས་ཅན་རྒྱུད་ལ་རྟེན་བརྟེན་པའི་ཚུལ་ཡོད་པ་དེ་ངེས་པའི་དོན་ཡིན་ན། དེ་ནི་ཧ་ཅང་མཐར་གྲུབ་པ་རེད་དེ་ཡིན་ན་མུ་སྟེགས་པའི་བདག་དང་མཚུངས་པ་སོགས་མུ་སྟེགས་པའི་བདག་མུ་སྟེགས་རིག་པ་ཅན་གྱི་འདི་ལ་དགོས་རེད། བདག་དཀར་པོ། འོད་ཡོད་མཁན། སྣུམ་པོ་ཡོད་མཁན་ནི་རིལ་རིལ། རྡུལ་ཕྲན་ཙམ་ཞིག། རང་གི་སྙིང་དང་རྟེན་དང་བརྟེན་པའི་ཚུལ་དུ་གནས་པར་འདོད་ཟེར་བ་དང། ཨ་ནི་མཚུངས་པར་མཚུངས་པར་གཅིག་པ་གཅིག་གིན་ཆགས་འགྲོ་གི་རེད། ཨ་ནི་དེ་ལ་སོགས་པའི་གནོད་བྱེད་ཀྱི་སྐྱོན་རྣམས་ཡོང་གི་རེད་ཟེར་བ་རེད། འོ་འདི་ཤེས་རོགས་དང། གལ་སྲིད། བདེ་གཤེགས་སྙིང་པོ་འགྲོ་བའི་རྒྱུད་ལ་ཡོད་པ་དཔེར་ན་རྟེན་དང་བརྟེན་པའི་ཚུལ་དུ་ཡོད་པའི་བདེ་གཤེགས་སྙིང་པོ་དེ། བདེ་གཤེགས་སྙིང་པོ་འགྲོ་བའི་རྒྱུད་ལ་ཡོད་པ་དེ་ངེས་དོན་ཡིན་པ་ཡིན་ན། ཨ་ནི་མུ་སྟེགས་ཀྱི་བདག་དང་གཅིག་པ་ཅན་ཆགས་འགྲོ་གི་རེད། ཁ་ཅིག་མུ་སྟེགས་པའི་གྲངས་ཅན་པ་རིག་པ་ཅན་ལྟ་བུ་རེད། མུ་སྟེགས་རིག་པ་ཅན་གྱིས། དེ་ནས། བདག་ཟེར་མཁན་ནི་མདོག་དཀར་པོ། འོད་ཡོད་མཁན་ནི་སྣུམ་པོ་ཡོད་མཁན་ནི་རིལ་རིལ་ཡིན་མཁན་རྡུལ་ཕྲན་ཙམ་ཆུང་ཆུང་ཅིག་རང་གི་སྙིང་རིང་སྙིང་དང་རྟེན་དང་བརྟེན་པའི་ཚུལ་དུ་ཡོད་ཟེར་བ་དང་གཅིག་པ་གཅིག་ཀྱང་ཆགས་སོང་བ་རེད་ཨེ་ནི་དེ་ལ་བཟོ་བའི་སྣོད་ཕྱི་ནང་འབྱུང་ཟེར་བ་རེད། ད་འདིའི་བར་དུ་དེ་ནས་དྲང་ངེས་ཀྱི་དགོངས་པ་ངོས་བཟུང་བ་སོ་ད་ང་ཚོ་བཟུང་དགོས་བའི་ག་རེ་འདི་ལ། བདེ་གཤེགས་སྙིང་པོ་ངེས་དོན་ཡིན་སྲིད་རྒྱུ་རེད། དོན་དམ་བདེན་པ་རེད། སྤྱིར་བདེ་གཤེགས་སྙིང་པོ་སེམས་ཅན་རྒྱུད་ལ་ཡོད་པ་དེ་དྲང་དོན་ཐ་སྙད་དུ་ཁས་ལེན་རུང་བ་དེ་ཡིན་ན་ཡང། བདེ་གཤེགས་སྙིང་པོ་འགྲོ་བའི་རྒྱུད་ལ་རྟེན་དང་བརྟེན་པའི་ཚུལ་ཙམ་སྒྲུབ་པའི་ཚུལ་དུ་ཡོད་པ་དེ་དྲང་དོན་ཐ་སྙད་དུ་ཁས་ལེན་དུ་མི་རུང་བ་རེད། ཨ་ནི་སྤྱིར་སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་ཡོད་པ་དེ་དྲང་དོན་ཡིན་ན་ཡང་དེ་ནི་ཐ་སྙད་དུ་ཁས་ལེན་དུ་རུང་གི་རེད་སྲིད་པ་རེད། ཐ་སབ་ཅེས་གསུངས་པ་ཤེས་བྱེད་ཀྱི་ལུང་དང་སྦྱར་བར་ཟད་དེ། དེ་ཉིད་ཐེག་ཆེན་རྒྱུད་བླ་དེ་འགྲོ་བའི་སེམས་རྒྱུད་བདག་ཉིད་ཀྱི་སྤྲོས་པ་ཉེ་བར་ཞི་བ་ལ་ཇི་ལྟར་མཐོང་བར་གསུངས་པ་དང་སྤྲོས་བྲལ་ཆོས་ཉིད་དེ་ཉིད་ཀྱང་སེམས་ཅན་ཐམས་ཅད་ལ་ཡོད་པར་མཐོང་ལ་ཇི་སྙེད་མཐོང་བ་ནི་གསུམ་པ་རྟོགས་ན་འབད་མེད་འགྲུབ་ཞེས་པ་དེའི་ཟེར་བ་རེད། དེ་ཉིད་སྲིད། དེ་ནས་བདེ་གཤེགས་སྙིང་པོ། ངེས་དོན་དང། དེ་བཞིན་སྙིང་པོ་ཁོ་རང་ངེས་དོན་ཡིན་པ་དང། སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་སྒྲུབ་པའི་ཚུལ་ཡོད་པ་དེ་དྲང་དོན་ཡིན་དྲང་དོན་ཡིན་པ་འདི་ཉིད་ཀྱི་ཤེས་བྱེད་ལུང་ག་རེ་ཡོད་རེད་ཟེར་བ་ཡིན་ན་འདི་ཉིད་སྲིད། ཨ་ནི་བདེ་གཤེགས་སྙིང་པོ་ཁོ་རང་ངེས་དོན། སེམས་ཅན་རྒྱུད་ལ་བདེ་གཤེགས་སྙིང་པོ་སྒྲུབ་པའི་ཚུལ་ཡོད་པ་དེ་དྲང་དོན་ཡོད་པ་འདི་ཉིད་ཀྱི། སྒྲུབ་བྱེད་ཀྱི་ལུང་ག་རེ་ཡོད་རེད་ཟེར་ན། ཨེ་ནི་སྒྲུབ་བྱེད་ལུང་འདི་རེད། སྒྲུབ་བྱེད་ལུང་ཐེག་ཆེན་རྒྱུད་བླ་མ་ལ་གསུངས་པ་རེད་ཟེར་བ་ཐེག་ཆེན་རྒྱུད་བླ་མའི་ནང་དུ། དེ་ནས་འགྲོ་བ་སེམས་ཅན་རྣམས་ཀྱི་སེམས་རྒྱུད་དེས་བདག་ཉིད་ཀྱི་སྤྲོས་པ་ཉེ་བར་བཞེངས་བ་ཟེར་ན། གང་ཟག་བདག་དང་ཆོས་ཉིད་ཀྱི། གང་ཟག་བདག་དང་ཆོས་ཉིད། མ་གྲུབ་པར། མ་གྲུབ་པར་ཤེས་པ་ལ། ཇི་ལྟར། ཇི་ལྟར་མཐོང་བ་ཇི་ལྟ་བར་རྟོགས་པ་གསུངས་པ་དང། འགྲོ་བའི་སེམས་རྒྱུད་བདག་ཉིད་ཀྱི་སྤྲོས་པ་ཉེ་བར་ཞི་བ་ལ་ཇི་ལྟར་མཐོང་བ་གསུངས་པ་དང་སྲིད་དུ། འགྲོ་བའི་སེམས་དང། སེམས་ཅན་གྱི་སེམས་ཁོ་རང་བདག་ཉིད་ཀྱི་སྤྲོས་པ་ཉེ་བར་ཞི་བདག་ཉིད་ཀྱི་སྤྲོས་པ་ཞི་བར་མཐོང་བ་སྟེ། གང་ཟག་བདག་དང་གང་ཟག་གང་ཟག་བདག་དང་ཆོས་ཀྱི་བདག་དང་པོ་ནས་མ་གྲུབ་པར་དང་པོ་ནས་མ་གྲུབ་པར་རྟོགས་པ་ལ

ཇི་སྙེད་མཐོང་བ་ཇི་སྙེད་པར་རྟོགས་པ་ཡིན་ཞེས་རྒྱུད་བླ་མས་གསུངས་པ་དེ་དོན་དག་རྟོགས་ན། ཨ་ནི་ད་ལྟའི་གོང་དུ་བཤད་ནི་བདེ་གཤེགས་གཉིས་པོ་ངེས་དོན་ཡིན་པ། བདེ་གཤེགས་གཉིས་པོ་རྟེན་དང་བརྟེན་པའི་ཚུལ་དུ་འགྲོ་བའི་རྒྱུར་ཡོད་པ་དེ་དྲང་དོན་ཡིན་པས་དོན་ལ་སོགས་པ་རྣམས་འབད་མེད་དུ་བསྒྲུབ་ཐུབ་པ་རེད། འབད་མེད་དུ་བསྒྲུབ་པར་གྲུབ་ཙམ་འབད་མེད་དུ་རྟོགས་ཐུབ་པ་རེད་ཟེར་བ་རེད། འོ་ད་འདི་ཤེས་སོང། དེའི་བར་དུ་ས་བཅད་གཅིག་ཕྱིན་པ་རེད་ད་དེ་ནི་ས་བཅད་བཞི་པ་དེ་རེད། དག་པ་གཉིས་པོ་འགལ་བར་འདོད་པ་འགགས་པ་ཟེར་འདི་ཆོས་ང་དེ་དེ་འགྲེལ་པ་དུ་ན་ལ་མི་འདུག་ཡིན་རྒྱུ་ནི་མཁས་པ་སྐད་གྲགས་ཆེན་པོ་ཅིག་རེད་འདི་ན་ཤིང་ཡོངས་འདོན་ཁོར་ཡང་མ་རེད། དེ་དེ་ད་དག་པ་གཉིས་པོ་དག་པ་གཉིས་ཡོད་རེད་ད་མི་ང་ཚོ་ཤིས་ཡོངས་གྲགས་རེད་དབུ་མ་སྦྱང་དུས་དེ་ནི་ངོ་བོ་ཡེ་དག་ཟེར་དེ་དང། དེ་ནི་གློ་བུར་དྲི་འགྲེལ་གྱིས་ཟེར་ཏེ། གློ་བུར་གྱི་དྲི་མ་དག་པ། ངོ་བོ་ཉིད་ནི་དག་པ་དང། དེ་ནི་སེམས་ཁོ་རང་གི་རང་བཞིན་འདྲ་བོ་དེ་དང་པོ་ནི་སྐྱོན་གྱིས་མ་གོས་པ་ཡིན་དུས། དེ་ནི་ངོ་བོ་ཡི་དྭགས་སྲིད་པ་རེད། ཨ་ནི། གཉེན་པོ་བསྟེན་ནས་སློབ་དགུའི་དྲི་མ་དང་བྲལ་བའི་ཆ་དེ་ལ་སློབ་བུ་དྲི་འབྲལ་གྱིས་སྲིད་པ་རེད་དེ་འདྲ་གཉིས་ཡོད་རེད། ངོ་བོ་ཡེ་ནས་དག་པ་ཟེར་ན་སེམས་ཀྱི་ངོ་བོ་དེ་དང་པོ་ནི་སྐྱོན་གྱིས་དག་པ་རེད། དེ་ནི། སེམས་ལ་ཡོད་པའི་གློ་བུར་སྐྱོན་དུ་དུ་གཉེན་པོ་བསྟན་པའི་སྟོབས་ཀྱིས་དག་སོང་བ་དེ་ལ་གློ་བུར་དྲི་འདྲིར་གྱི་དག་པ་ཟེར་བ་རེད། དེ་དག་པ་གཉིས་པོ་དེ་འགལ་བ་མ་རེད། རེད་དེ་ཁ་ཤས་འགལ་བ་ཡིན་སྲིད་པ་རེད། དག་པ་གཉིས་པོ་འགལ་བ་འགལ་བ་ཞི་དུས་མི་སྲིད་པ། དེ་ནི་དག་དག་པ་གཉིས་པོ་ཟེར་ན་ངོ་བོ་ཡེ་དག་གི་ཆོས་དབྱིངས་དང་གློ་བུར་དྲི་འདྲིར་གྱི་ཆོས་དབྱིངས་གཉིས་པོ་དེ་འགལ་བར་ཟེར་ན་ཞི་དུས་མི་སྲིད་པར་འདོད་པ་དེ་དགག་པ་ལ་རྩ་བའི་ཟབ་ཆ་གཉིས་ཡིན་འདོད་པ་བརྗོད་དེ་དགག་པ་གཉིས་དང་པོ་འདོད་པ་བརྗོད་པ་རེད། ཁ་ཅིག་རང་བཞིན་རྣམ་དག་གིས་ལྟ་འདི་ལ་ཟབ་ཅེས་གསུངས་ཚུལ་གྱིས་དེ་འགགས་པ་སྙུག་དང་པོ་འདོད་པ་ལས་ཁ་ཅིག་རང་བཞིན་རྣམ་དག་དང་གློ་བུར་དྲི་ལས་ཆོས་དབྱིངས་གཉིས་ཕན་ཚུན་སྤངས་ཏེ་གནས་པའི་ཕྱིར། གློ་བུར་དྲི་ལས་ཆོས་དབྱིངས་ནི་རང་བཞིན་རྣམ་དག་མིན་ཅིག་ཐོས་ཅེས་པ་དེས་འདིར་འགྲེལ་བ་བསྐྱེད་དོ། གློ་བུར་དྲན་འཕྲིན་ཆོས་དབྱིངས་ནི་ཡིན་ཟེར་ན་ཆོས་ཅན་རེད་ད་ཁོས་དམ་བཅའ་བཟུང་དགོས་རེད་ཨེ་ཐང་འགྱུར་མ་རེད། གློ་བུར་དྲན་འཕྲིན་ཆོས་དབྱིངས་ནི་ཡིན་ཟེར་ན་ཆོས་ཅན་གྱི། རང་བཞིན་རྣམ་དག་མིན་ཟེར་ན་སྒྲུབ་ཆོས་རེད། དེ་ནས། རང་བཞིན་རྣམ་དག་དང་གློ་བུར་དྲན་འཕྲིན་ཆོས་དབྱིངས་གཉིས་ཕན་ཚུན་སྤངས་ཏེ་གནས་པའི་ཕྱིར། རྟགས་རེད། ཁ་ཅིག། ཞེས་ཐོས་དངོས་གནས་བྱས་ན་རང་བཞིན་རྣམ་དག་མིན་ཞེས་ཐོས། མིན་ཞེས་ཞར་ནུབ་པ་བྱེད་དགོས་པ་རེད་མིན་ཞེས་ཐོས། ཨ་འདི་ལ་རྟགས་ཅི་བརྒྱབ་ནས་ད་ལྟའི་རྩ་བ་འདི་ལ་གློ་བུར་དྲི་ལས་བྱུས་ནི་རང་བཞིན་རྣམ་དག་མིན་ཅེས་ཟེར་དཔྱད་དེ་མ་རེད་མིན་ཞེས་ཐོས་ལབ། རྟགས་འབྲེལ་བ་བསྐྱེད་དོན་ང་ཚོ་ཁ་ཅིག། ཞེས་ཁ་ཅིག་ཐོས་འགྲོ་བ་དང་མཉམ་དུ་བསྒྲིགས་ན་དཔྱད་སྟངས་ད་ལྟ་རིམ་པ་ཞིག་ནས་གློ་བུར་དྲི་ལས་བྱུས་ནི་དང་པོར་རང་བཞིན་རྣམ་དག་མིན་སེམས་གཉིས་པ། དེ་ནས་རང་བཞིན་རྣམ་དག་དང་གློ་བུར་རང་བྱུང་གཉིས་ཕན་ཚུན་སྤངས་ཏེ་གནས་པའི་ཕྱིར་གསུམ་པ། ཞེས་ཁ་ཅིག་ཐོས་པ་དང་འདྲ་བ་རེད། ད་ཡིན་དུས་གློ་བུར་དྲི་འདྲེར་གྱི་ཆོས་དབྱིངས་གསལ་འབྱུང་འཁོར་བ་དང། གཉེན་པོ་ས་དང་པོའི་ཡེ་ཤེས་ལྟ་བུ་གཉེན་པོ་གཉེན་པོའི་སྟོབས་ཀྱིས་སེམས་དེའི་སེམས། དེའི་སྟེང་དུ་ཡོད་པའི་གློ་བུར་དྲི་མ་དང། གྲགས་སོང་བའི་གནས་ལུགས་དེ། དེ་གློ་བུར་དྲི་མེད་ཀྱི་ཆོས་དབྱིངས་ཟེར་བ་རེད། ཆོས་དབྱིངས་ཡིན་པ་ལ་གློ་བུར་གྱི་དྲི་མ་དག་སོང་བ་འདི་ལ་གློ་བུར་དྲི་མེད་ཆོས་དབྱིངས་ཟེར། དཔེར་ན་ས་དང་པོའི་གི་ཡེ་ཤེས་ཀྱི་རྟོགས་བྱ་ཆོས་དབྱིངས་ལྟ་བུ་རེད། ད་དེ་གློ་བུར་དྲི་མེད་ཆོས་དབྱིངས་དང་པོ་འགོ་བཙུགས་ཀྱི་ཡོད་རེད། དེ་ནས་ཁ་སོ། དག་པ་མཐར་ཐུག་དེ་དག་ནི། སློབ་བུ་དྲི་འདྲལ་གྱིས། དག་པ་མཐར་ཐུག་དེ་སངས་རྒྱས་ས་ལ་ཡོད་དེ། ཡེ་ནས་ས་དང་པོ་གི་རྟོགས་བྱ་ལ་ཡང། རྟོགས་བྱར་གྱུར་པའི་ཆོས་དབྱིངས་ལ་ཡང། སློབ་བུ་དྲི་འདྲལ་གྱི་ཆོས་དབྱིངས་ཡོད་རེད། ཨ་ནི་སློབ་བུ་དྲི་འདྲལ་གྱི་ཆོས་དབྱིངས་ཟེར་དུས། སློབ་བུར་གསལ་ཏེ་རྒྱུ་མཚན་དེ་སེམས་དང། དྲི་མ་གཉིས་པོ་དེ་མཉམ་དུ་འདུག་པར་མ་མཐོང། སློབ་བུར་ཡིན་པའི་རྒྱུ་མཚན་གྱིས་དང་པོ་དྲི་མ་མེད་པར་སྐད་ཅིག་དང་པོ་ལ་དྲི་མ་མེད་པ། དེ་ནས། སྐད་ཅིག་གཉིས་པ་ནས་དྲི་མ་སླེབས་ན་འཁོར་བ་ལ་ཐོག་མ་ཡོད་ཆགས་ཡོད་དགོས་རེད་དེ་འདྲ་མ་རེད། སེམས་ཁོ་རང་གྲུབ་པ་དང་མཉམ་དུ་གློ་བུར་གྱི་དྲི་མ་ཡོད། གློ་བུར་དྲི་མ་ཟ་དགོས་རྒྱུ་དེ་ཁོ་སྤོང་རུང་བ་དྲག་རུང་བ། དྲག་རུང་བ་ཡིན་དུས་གློ་བུར་གྱི་མིང་བཏགས་བ་རེད་དེ་གློ་བུར་དྲི་མ་དེ་ལ་ནམ་རྒྱུན་བཤད་ན་ཞིག་གིས་ད་ང་ཚོ་དེ་ནས་ཉོན་སྒྲིབ་དང་ཤེས་སྒྲིབ་བཤད་ན་འགྲིག་གི་རེད། ཨ་ནི། གློ་བུར་དྲན་འདྲེན་ཆོས་དབྱིངས་ཟེར་ཏེ། ད་གློ་བུར་དྲན་འདྲེན་ཆོས་དབྱིངས་ནི་སྟེ། གློ་བུར་དྲན་འདྲེན་གྱི་ཆོས་དབྱིངས་དེ་ཆོས་གཞན་ནི་སྲིད་པ་རེད། རང་བཞིན་རྣམ་དག་མིན་ཟེར་ན་ངོ་བོ་ཡེ་དག་ལ་ཟེར་བ་རེད་ངོ་བོ་ཡེ་ནས་དག་པ། སེམས་ཀྱི་ངོ་བོ་འདྲ་བོ་དང་དང་པོ་ནས་སྐྱོན་གྱིས་དག་པ་རེད། སེམས་ཀྱི་རང་བཞིན་ལ་དང་པོ་ནས་སྐྱོན་མ་འགོས་པ་རེད། དེ་ལ་ངོ་བོ་ཡེ་དག་ཟེར་བ་རེད། ལྕེ་དང་གློ་བུར་དྲན་འདྲེར་གྱི་ཆོས་དབྱིངས་ནི་ཆོས་ཀྱི་ནི། རང་བཞིན་རྣམ་དག་མིན་ཏེ་ངོ་བོ་ཡེ་དག་གི་ཆོས་དབྱིངས་མ་ཡིན་ཏེ་ཟེར་བ་རེད། ཨེ་ནི་སྒྲུབ་བྱེད་ག་རེད། རང་བཞིན་རྣམ་དག་དང་གློ་བུར་དྲན་ཆོས་དབྱིངས་གཉིས་ཏེ། ངོ་བོ་ཡེ་དག་གི་ཆོས་དབྱིངས་དང། གློ་བུར་དྲན་འདྲེར་གྱི་ཆོས་དབྱིངས་གཉིས་པོ་ནི། ཕན་ཚུན་སྤངས་ཏེ་གནས་པའི་ཕྱིར་ཏེ་གཞི་མཐུན་མི་སྲིད་པའི་དགའ་བ་ཡིན་པའི་ཕྱིར་ཟེར་བ་རེད། ཞེས། ཁ་ཅིག། སྨྲ་བ། དེ་ནི་ཀུན་མཁྱེན་གོང་གི་ཐོས་སོ་ཟེར་བ་རེད། དེ་ཐོས་སོ་ཟེར་ཐོས་སོ་ཟེར་དུས། དེ་ནི་མཁས་པ་ཆེན་པོ་གཅིག་གིས་ལབ་པ་ཅིག་དེ་ནི། ཡིད་ཆེས་ཡོད་པས་དེ་ནི་མཁས་པའི་སྐུ་དེ་ནི་ཐོས་པ་ཡིན་ཐོས་པ་ཡིན་ཟེར་གཅིག་ཅན་ཐོས་ཟེར་ཏེ། དེ་ནི་ཡིག་ཆ་ལ་མེད་དེ་ངེས་ཅིག་ལ་གང་ལྟར་མཁས་པ་ཅིག་གིས་གསུངས་པ་གསུངས་པ་དེ་གསུངས་པ་དེ་དེའི་རྗེས་འབྲང་ང་བོད་ལ་རྗེས་འབྲང་མེད་ན། འདི་ལ་འགག་གི་མ་རེད་དོན་རྗེས་འབྲང་ཡོད་དེ་ཡིན་ཟེར། ཨ་ནི་ཐོས་སོ་ཟེར་བ་རེད།

དེ་འདྲའི་ཁ་ནས་དེ་འདྲའི་ལབ་མཁན་གྱི་ཁ་དེ་བོང་གུའི་ཁ་དང་གཅིག་པ་གཅིག་རྐྱང་རེད་དུ་ཟེར་བ་རེད། རྒྱུ་མཚན་གང་ལྟར་བོང་གུའི་ཁ་ནས་ནི་དེ་ནི་བོང་གས་གོ་རྒྱུ་མེད་པ་བོང་གོ་རྒྱུ་རྩ་ནས་མེད་པས་ཁོ་རང་བོང་གུ་གཅིག་ཐོན་དགོས་རེད། དེ་ནང་བཞིན་གྱི་དག་པ་གཉིས་པོ་དེ་ཞི་དུལ་མི་ཚེ་དགའ་བ་ཡིན་ཟེར་ན་གོ་རྒྱུ་མེད་པའི་ཚིག་ཐོན་པ་ཡིན་དུས་ད་དེ་བོང་གུའི་ཁ་དང་གཅིག་པ་རེད་དུ་ཟེར་བ་རེད། དེ་སྨད་ར་བཏང་བ་རེད། དེ་མ་ཁ་ཡི་བུ་པ་ནི། བུ་ག་དོན་མེད་གཞན་དང་མཚུངས། དེ་མ་ཁ་ཡི་བུ་པ་ནི་ཟེར་ན། ད་དེ། ད་འགྱུར་འགྲིག་ནས་བཤད་ན་འགྲིག། ཆོས་ཅན་རེད། བུ་ག་དོན་མེད་གཞན་དང་མཚུངས་ཟེར་ན། ཐལ་བ་རེད། གང་ཕྱིར་ཟེར་ན། གང་ཕྱིར་བདེན་གྲུབ་ཀྱིས་དག་པའི་དབྱིངས་དང་གློ་བུར་གྱི། གཉེན་པོས་བཅོམ་པ་ཡི། ཆོས་དབྱིངས་གཞི་དོན་མེད་པའི་ཚིག། འབྱུང་བའི་བུ་ག་ཡིན་ཕྱིར་རོ་ཟེར་ན་རྟགས་རེད། དེ་མ་ཁ་ཡི་བུ་པ་ནི་ཟེར། ད་དེ་མ་ཁ་ཡི་ཟེར། དེ་ནས། འདི་རུ་ཁ་གསོ་ཡང། གོང་དུ་བཞེད་པ་དེ་ལྟར། ངོ་བོ་ཡི་དྭགས་ཀྱི་ཆོས་དབྱིངས་དང་གློ་བུར་དྲན་རིག་ཆོས་དབྱིངས་གཉིས་པོ་ནི། གཞི་མཐུན་མི་སྲིད་པའི་དགའ་བ་ཡིན་ཞེས་སྨྲ་བའི། སྔགས་ཀུན་ལ་ཁྱོད་ཀྱིས་ཁ་ཡི་བུ་ག་དེ་ཆོས་ཅན། སོའི་ཁ་ཡི་བྱུ་ག་དེ་ཆོས་ཅན། བུ་ག་དོན་མེད་གཞན་དང་མཚུངས་ཏེ། དེ་ནི། བུང་གུ་ལྟ་བུ་དུད་འགྲོའི་ཁ་ཡི་བུ་ག་དང། དེ་ནི། ཀུན་ཏུ་མཚུངས་པ་དག། ཁ་ཙམ། བུ་ག་དོན་མེད་གཞན་བཏང་སོང་ངོ་བསམ་ད་བོང་གུ་ལྟ་བུ་དུད་འགྲོའི་ཁ་ཡི་བུ་ག་དང་གཅིག་པ་གཅིག་ཀྱང་ཡིན་པ་ཐག་ཟེར་བ་རེད། གང་ཕྱིར་རེད་ད་ཏག་གང་ཕྱིར་དེ་ག་རེ་རེད་ཟེར་ན་ཏག་རེད། ད་གང་ཕྱིར། དྲི་མ་བདེན་གྲུབ་ཀྱི་དག་པའི་དབྱིངས་ཟེར་ན་ངོ་བོ་ཡི་དག་རེད་ཟེར་དགོས་རེད། འདིར་བསམ་བློ་ཞེ་དྲག་མ་བཏང་བྱས། རྩད་གཅོད་མང་པོ་མ་བཏང་བྱས། དེ་ནས། དྲི་མ་བདེན་གྲུབ་ཀྱི་དག་པའི་དབྱིངས་ཟེར་ན།

གཞི་མཐུན། མེད་པའི་ཚིག་སྟེ་གཞི་མཐུན་མི་སྲིད་པའི་གར་བ་ཡིན་ཞེས་པའི་སྐད་ཆ་འབྱུང་བའི་ཁ་ཡི་བུག་པ་ཡིན་པའི་ཕྱིར་ཟེར་བ་རེད། ཨ་ནི་ད་དེར་གར་ཟེར་ན་བོང་གུ་ནང་ནས་བོང་གུའི་ཁར་ནས་དེ་ནས་གོ་རྒྱུ་མེད་པའི་དཔེར་ན་གོ་རྒྱུ་མེད་པའི་བོང་གས་འབྱུང་བའི་དུད་འགྲོ་ཐོད་པའི་ཁ་ཡི་བུག་པ་བཞིན་དུ་ཟེར་བ་རེད་གཅིག་པ་གཅིག་རྐྱང་རེད་ཟེར་བ་ལྟ། བཤད་སྟངས་དེ་ཡིན་དུས་ད་དེ་དེ་ད་བོང་གུ་ལ་དཔེ་སྦྱར་ཤེས་རོགས། ཁྱོད་རང་གི་ཁ་དེ་བོང་བུའི་ཁ་དང་གཅིག་པ་རེད་བཞག་ཟེར་བ་རེད། བོང་བུའི་ཁ་ནི་བོང་གས་ཐོན་གི་རེད་བོང་གས་ནི་ནི་གོ་རྒྱུ་གང་ཡང་ཡོད་མ་རེད། ད་ནི་ཁྱོད་ནི་ཁ་ནི་འདི་འདྲའི་ཚིག་ཅིག་ཐོན་འདུག་སྟེ་འདི་ནི་གོ་རྒྱུ་མེད་གི་བོང་བུའི་སྐད་དང་གཅིག་པ་རེད་འདུག་ཟེར་བ་རེད། བྱས་ཙང་དེ་མ་ཁ་ཡི་བུ་ག་ནི་ཡིན་ཟེར་ན་ཆོས་ཅན། བུ་ག་དོན་མེད་གཞན་དག་སོང་ཚང་ཐལ་བ། གང་ཕྱིར་དྲི་མ་བདེན་གྲུབ་ཀྱི་དག་པའི་ཡོན་ཏན་གློ་བུར་གྱི་དྲི་མ་སྙེམས་པའི་བཅོམ་པ་ཡི་དབྱིངས། དེ་འབྲེལ་བ་ལྟར་ན་རིང་དུ་འགྲོ་གི་རེད། དྲི་མ་བདེན་གྲུབ་ཀྱི་དག་པའི་དབྱིངས་ཟེར་ན་ངོ་བོ་ཡེ་དག་ལ་བསམ་དང། གློ་བུར་གྱི་དྲི་མ་སྙེམས་པའི་བཅོམ་པ་དབྱིངས་ཟེར་ན་གློ་བུར་དྲན་རིག་གི་ཆོས་དབྱིངས་ཟེར་བ་རེད། གཞི་དོན་མེད་པའི་ཚིག་ཟེར་ན་ཁོ་ཚོ་ལ་གཞི་དོན་མེད་པའི་འགལ་བ་ཡིན་ཞེས་པའི། ཚིག་འབྱུང་བའི་བུ་ག་ཟེར་ན་དེ་ནི་སྐད་ཆ་འབྱུང་སའི་གི། བུ་ག་ཟེར་ན་ཁ་ཡིན་པའི་ཕྱིར་ཟེར་མདོར་ན་ཁ་ཡི་བུ་ག་ཟེར་ན་ཁ་རང་རེད། ཅེས་རྟ་མགོ་ནས་ཤེས་པས་ན་དེ་མ་ཁ་ཡི་བུག་པ་ནི་སྟེ། དེ་ནས། གོང་དུ་བཤད་པ་དེ་ལྟར། ངོ་བོ་ཡེ་དག་གི་ཆོས་དབྱིངས་དང་གློ་བུར་དྲོད་འདུས་ཆོས་དབྱིངས་གཉིས་པོ་དེ། གཞི་མཐུན་མི་སྲིད་པའི་དགའ་བ་ཡིན་ཞེས་སྨྲ་བས། སྔ་རྒོལ་ཁྱོད་ཀྱི་ཁ་ཡི་བུག་པ་ནི་སྟེ་ཁ་ཆོས་ཅན་ནི་སྲིད་ཁ་ཆོས་ཅན། བུག་པ་དོན་མེད་གཞན་དང་མཚུངས་ཏེ་བུང་བུའི་ཁ་དང་གཅིག་པ་གཅིག་ཀྱང་ཡིན་པ་ཐག། གང་གི་ཕྱིར། དྲི་མ་བདེ་འགྲོ་གྱི་དག་པའི་དབྱིངས་ཏེ། ངོ་བོ་ཡི། ངོ་བོ་ཡི་དྭགས་ཀྱི་ཆོས་དབྱིངས་དང་གློ་བུར་གྱི་དྲི་མ་གཉེན་པོས་བཅོམ་པ་ཡི་དབྱིངས་ཏེ་གློ་བུར་དྲི་འདྲེན་གྱི་ཆོས་གཉིས་པོ། གཞི་མཐུན་མིན་པའི་ཚིག་སྟེ། གཞི་མཐུན་མི་སྲིད་པའི་དགའ་བ་ཡིན་ཡིན་ཞེས་པའི་སྐད་ཆ་འབྱུང་བའི་བུ་ག་ཡིན་ཕྱིན་སྐད་ཆ་ཐོན་སའི་གི་ཁ་དེ་ཡིན་པའི་ཕྱིར་སིག་པ་རེད། ད་དེ་དོན་དམ་སྨྲས་པར་བ་འདི་ལ། དེ་ནི་དགར་བར་འདོད་པ་སྨྲས་པ་སོགས་རེད། དེ་ནི། ངོ་བོ་ཉིད་ཐག་མཆོད་ཡོན་དང་གློ་བུར་དྲུང་ཡིག་མཆོད་ཡོན་གཉིས་པོ་དོན་གལ་བ་ཡིན་ན་དེ་ནི་སྨྲས་པ་རེད་བོང་གུའི་ཁ་ཐག་གཅིག་པ་གཅིག་ཀྱང་རེད་འདུག་ཟེར་བ་རེད། དག་གལ་བའི་རྒྱུ་མཚན་དགག་པར་ཁོ་དག་གལ་བའི་རྒྱུ་མཚན་ཞིག་རེད། དགག་བྱ། དགག་བྱ་གཉིས་པོ་གལ་བའི་ཕྱིར་དགག་པ་གཉིས་པོ་འགལ་སྙམ་ན་འདི་གལ་བའི་རྒྱུ་མཚན་རེད། དེ་ནི་འགག་པ་རེད། སྐྱེ་དང་འཇིག་པའི་ཆ་འགག་ཅིང་བྱེད་དང་མི་རྩོལ་འགག་པར་འགྱུར་རོ་ཟེར་འདི་འགག་པར་འདི་ལ། འགལ་བའི་རྒྱུ་མཚན་འགག་པ་སེམས་གཉིས་ཡོད་རུང་བ། ཚིག་རྐང་དང་པོ་གཉིས་འདི་ཁོའི་ལབ་ཀྱོ་ཡོད་འགལ་བའི་རྒྱུ་མཚན་རེད། དེ་ནས་ཚིག་རྐང་ཕྱི་མ་གཉིས་འདི་ང་རང་ཚོ་འགག་པ་དེ་རེད། འདི་རེད་བ། ཁོ་ད་ཁོའི་ལབ་ཀྱོ་རེད་འདི་འགལ་གྱི་རེད་ཟེར་བར་ཁེལ་ཏོ། དག་ཆ་གཉིས་པོ་འགལ་བའི་བྱེད་རིགས་ཟེར་ད་ཁོས་ཟེར་ན། དང་པོ་དེ། དག་པ་གཉིས་པོ། ཆོས་ཅན། འགའ་ལ་ཟེར་ན་སྒྲུབ་ཆོས། ད་ཁོ་གིས་ཚུར་ལ་ང་ཚོ་ཐ་འཁྱུད་འདི་ཐ་འཁྱུད་མ་རེད་ཁོས་རང་རྒྱུད་དུ་ལན་སྤྲིངས་དགོས་རེད། དག་པ་གཉིས་པོ་ཟེར་ན་ཆོས་ཅན་རེད། དེ་ནས་འགའ་ལ་ཟེར་ན་དེ་ནི་སྒྲུབ་ཆོས་རེད། དག་བྱེད་གཉིས་པོ་འགལ་བའི་ཕྱིར་ནི་རྟགས་ལས་གྱིས་པ་རེད། མཉམ་ན་ཟེར་ན་ཁོའི་འདོད་པ་རེད། ད་དག་པ་གཉིས་པོ་སྟེ། ངོ་བོ་ཡི་དྭགས་དང་གློ་བུར་དྲིན་རིག་བྱུས་གཉིས་པོ་དུ་ཆོས་ཅན། འགལ་ཏེ་གཞི་མཐུན་མི་སྲིད་པའི་འགལ་བ་ཡིན་ཏེ། རྒྱུ་མཚན་ག་རེ་ཟང་དག་ཆ་གཉིས་པོ་འགལ་བའི་ཕྱིར་ཏེ། དེ་ནི། ངོ་བོ་ཡི་དྭགས་ཀྱི་དྲི་མ་དག་པའི་དག་ཆ་དང། གློ་བུར་དྲིན་རིག་གི་དྲི་མ་དག་པའི་དག་ཆ་གཉིས་པོ་དེ་གཞི་མཐུན་མི་སྲིད་པ་ཡིན་པའི་ཕྱིར་སྙམ་ན་སྟེ་ཞེས་ཁོས་ཟེར་བྱུང་ནའང་སྲིད་བ་རེད། ད་འདི་རྒྱུ་མཚན་རེད། དག་པ་གཉིས་པོ་དེ་དགར་བའི་རྒྱུ་མཚན་བཤད་པ་རེད། ད་འགྲིག་དེ་མ་དེ་འགག་ཡོང་བ་དེ་ན་ཧ་ཅང་མཐའ་དཀྲུག་རེད་ཟེར་བ་རེད་དེ་ད་ང་ཚོ་འདི་དེ་མཐའ་འགྱུར་དེ་རེད་སྐྱེ་དང་འཇིག་པའི་ཆ་འགག་ཕྱིར་ས་རྟགས། བྱེད་དང་མི་རྟགས་ཟེར་ན་ཆོས་ཅན་འགལ་བར་འགྱུར་རོ་ས་ཐལ་བ་རེད། འོ་ན། བྱེད་དང་མི་རྟགས་ཟེར་བྱེད་དང་མི་རྟགས་ཟེར་ན། འོ་ན། ད་དེ་ཆོས་ཅན་རེད་བྱེད་དང་མི་རྟགས་དེ་འོ་ན། དྲི་མེད་སྟེང་གི། བྱེད་པ་དང་དྲི་མའི་སྟེང་གི་མི་རྟག་པ་གཉིས་པོ་བརྗོད་ཅིང་འགལ་བར་གྱུར་ཏེ། གཞི་དོན་མི་སྲིད་པའི་དགའ་བ་ཡིན་པ་དག་རྐྱེན་དང་གཅིག་པའི་ཆ་འགལ་ཕྱིར་ཏེ། དྲི་མའི་སྟེང་གི། དྲི་མའི་སྟེང་གི་སྐྱེས་ཙམ་གྱི་ཆ་དང་དྲི་མའི་སྟེང་གི་འཇིག་ཙམ་ཆ་གཉིས་པོ་དེ་གཞི་དོན་མི་སྲིད་པ་ཡིན་པའི་ཕྱིར། འཕགས་ལན་སྤྲད་པ་རེད། འོ་འདི་གི་དོ་ན་བཀག་པ་རེད། བྱས་ཙང་འདིར་བ། སྐྱེ་དང་འཇིག་པའི་ཆ་འགལ་ཕྱིར་སྐྱེ་དང་བྱེད་དང་འབྲི་དང་དགག་པར་འགྱུར་སྲིད། དུས་ད་ལྟའི་ས་བཅད་འདི་ལ། གོ་བདེ་པོ་རེད་འགལ་བའི་རྒྱུ་མཚན་དགག་པ་སོགས་ཚིག་རྐང་དང་པོ་གཉིས་དེ་འགལ་བའི་རྒྱུ་མཚན་ཁོས་བཤད་རྒྱུ་རེད། ད་ནི་ཚིག་རྐང་ཕྱི་མ་དེ་ང་རང་ཚོ་འགལ་བའི་རྒྱུ་མཚན་དེ་བཀག་པ་རེད། དེ་ཡིན་དུས། སྐྱེ་དང་འཇིག་པའི་ཆ་འགལ་ཕྱིར་རྟག། བྱེད་དང་མི་རྟག་ཆོས་ཅན་འགལ་བར་གྱུར་ཐལ་བ་རེད། བྱེད་དང་མི་རྟག་སྟེ། ཆོས་ཅན་ཡིན་དུས་དེ་ནི་དྲི་མའི་སྟེང་གི་བྱེད་པ་དང་དྲི་མའི་སྟེང་གི་མི་རྟག་པ་གཉིས་པོ་བརྗོད་ཅིང་འགལ་བར་གྱུར་ཏེ་གཞི་དོན་མི་སྲིད་པའི་དགའ་བ་ཡིན་པ་དག་སྐྱེ་དང་འཇིག་པའི་ཆ་འགའ་ཕྱིར་ཏེ། དྲི་མའི་སྟེང་གི་སྐྱེ་ཙམ་གྱི་ཆ་དང་དྲི་མའི་སྟེང་གི་འཇིག་ཙམ་གྱི་ཆ་གཉིས་པོ་དེ་གཞི་དོན་མི་སྲིད་པ་ཡིན་པའི་ཕྱིར་ཟེར་ན་དེ་བཀག་པ་རེད། ད་འདི་ལ་ཁོས་ལན་སྤྲོད་པར་དེ་ཧ་ཅང་ཐབས་ཀྱི་འདུག་ཟེར་བ་རེད། ད་གལ་སྲིད་དེ་ནི་དག་པ་གཉིས་པོ་དེ། འགར་བ་མ་ཡིན་ན་ཧ་ཅང་ཐལ་གི་འདུག་དབུས་སུ་ཁོས་ལན་སྤྲད་བར་ད་འདི་རེད། ཁོས་ལན་སྤྲད་བར་འདི་ལ། ད་ཁོས་ལན་སྤྲད་བར་དེ་ནི། དག་པ་གཉིས་པོ་མངོན་གྱུར་ཚེ་གཉིས་དང། གཉིས་པ་ཐ་དག་མངོན་གྱུར་ཏེ་གཉིས་པ་དང་པོ་ཡིན་པས་ཅི་སྙམ་ན་ཚིག་གི་སྒྲིབ་གཡོགས་ཏེ། བདག་མེད་དང་པོ་མངོན་གྱུར་ཚེ་གཉིས་པ་ཐ་དག་མངོན་གྱུར་ཏེ་གཉིས་པ་དང་པོ་ཡིན་ཞེས་སོགས་ཀུན་ཏུ་མཚུངས་བྱེད་རུ་བ་དུ་གསུངས་པ་རེད། ད་ཁོས་ལན་སྤྲད་བར་དེ་ནི། དག་པ་གཉིས་པོ་དེ། མགར་བ་མ་ཡིན་ན་ཧ་ཅང་ཐལ་གྱི་འདུག་འུ་སི་བ་རེད་ག་རེད་ཧ་ཅང་ཐལ་སྟངས་དེ་རེད། དེ་ནི་ཁོས་གི་ག། དེ་ནས་ད་ཆ་འདིར་དག་པ་དང་པོ་མངོན་གྱུར་ཚེ་ཟེར་ན། ཞོལ་རྒྱན། དེ་ནས་གཉིས་པ་ད་ལྟ་མངོན་གྱུར་ཏེ་ཟེར་ན་སྒྲུབ་མཆོད། གཉིས་པ་དང་པོ་ཡིན་པའི་རྟགས་རེད་ཁོས་གི་ད་དམ་བཅའ་གསུངས་པ་རེད། དག་པ་དང་པོ་མངོན་གྱུར་ཚེ་སྟེ། དག་པ་དང་པོ་མངོན་གྱུར་ཚེ་དེ་ངོ་བོ་ཡེ་དག་གི་ཆོས་དབྱིངས། མངོན་དུ་གྱུར་པའི་གནས་སྐབས་སུ་ཆོས་བཞིན་གཟིགས་པར་ལྟ་སྟེ། དག་པ་དང་པོ་མངོན་གྱུར་དེ་ཡེ་ས་དང་མངོན་སུམ་རྟོགས་པ་ལམ་གནད་དུས་རེད་ལྟ་སྟེ། དག་པ་དག་པ་དང་པོ་དེ་ངོ་བོ་ཡེ་དག་རེད་དག་པ་དང་པོ་མངོན་གྱུར་ཚེ་སྟེ། དེ་ནས་དག་པ་དང་པོ་ངོ་བོ་ཡེ་དག་གི་ཆོས་དབྱིངས། མངོན་དུ་གྱུར་པའི་གནས་སྐབས་སུ་ཆོས་བཞིན་གཟིགས་པ། གཉིས་པ་མཐའ་དག་མངོན་གྱུར་དུ་སྟེ།

གཉིས་པ་དང་པོ་ཡིན་པའི་ཞེས་རིགས་སམ་རྟགས་རེད་སྙམ་ན་བར་དོ་ཞིག་འཁོད་འདོད་པ་རེད། ཟེར་ན། དག་པ་དང་པོ་མངོན་དུ་གྱུར་མངོན་གྱུར་ཚེ་སྟེ། དེ་ནས་ངོ་བོ་ཡེ་དག་གི་ཆོས་དབྱིངས་མངོན་དུ་གྱུར་པའི་གནས་སྐབས་སུ་བརྗོད་ཅེ་ནས། གཉིས་པ་མཐའ་དག་མངོན་དུ་གྱུར་ཏེ། དེ་ནས་གློ་བུར་དྲན་རིག་གི་ཆོས་དབྱིངས་ཚང་མ་མངོན་དུ་གྱུར་པ་མཐའ། གཉིས་པ་དང་པོ་ཡིན་པའི་ཕྱིར་ཏེ། དེ་ནས་གཉིས་པ་གློ་བུར་དྲན་དྲུག་གི་ཆོས་དབྱིངས་དེ། དང་པོ་ངོ་བོ་ཡེ་དག་གི་ཆོས་དབྱིངས་ཀྱི་རིགས་ཡིན་པའི་ཕྱིར་ཞེས་སྙམ་ན་ཞེས་ཟེར་བྱུང་ན། འདི་སྐད་ཆའི་དེར་གོ་རྒྱུ་ཡོད་མ་ཚིག་གི་འབྲི་གཡོག་དེས་ད་རྩོད་པ་ལས་གྲོལ་ཡ་ཐབས་ཤིག་ལ་ཚིག་འབྲི། ཚིག་འབྲི་ལ་ཞེན་པའི་ཚིག་ཙམ་ལབ་བཞག་རེད་ཟེར་བ་རེད། ཚིག་གི་སྒྲིབ་བྱེད་འོག་སྲིད་དུ་ད་རྩོད་པ་ལས་ཐར་ཡའི་ཐབས་ཤིག་ལ་དེ་ནས།

གང་ཟག་གི་བདག་མེད་མངོན་དུ་གྱུར་པའི་གནས་སྐབས་སུ་འོ་ན་གང་ཟག་གི་བདག་མེད་མངོན་སུམ་དུ་གྱུར་པའི་མངོན་དུ་གྱུར་པའི་སྐབས་སུ་ཆོས་ཅན། གཉིས་པ་མཐའ་དག་མངོན་གྱུར་ཏེ་སྟེ། དེ་ནས་ཆོས་ཀྱི་བདག་མེད་མཐའ་དག་མངོན་དུ་གྱུར་པ་དག། གཉིས་པ་དང་པོ་ཡིན་པའི་ཕྱིར་ཏེ། གཉིས་པ་ཆོས་ཀྱི་བདག་མེད་དེ། དང་པོ་གང་ཟག་གི་བདག་མེད་ཀྱི་རིགས་ཡིན་པའི་ཕྱིར། ཞེས་སོགས་ཀུན་ཏུ་མཚུངས་ཞེས་སོགས་རིགས་པ་བཀའ་བློན་ཁོ་ད་ཁྱེད་རང་དང་མཚུངས་པ་རེད་ཟེར་བ་རེད། ཨ་ནི་ཁྱེད་རང་རང་ལ་སྐྱོན་དེ་ཡོང་གི་རེད་ཟེར་བ་རེད། བྱས་ཙང་དེ་ཡིན་དུས་ག་ལ། དེ་ནས། ག་སོ་རེད། རིགས་ཡིན་པའི་རྒྱུ་མཚན་གྱིས་དེ་དང་དེ་སྔོན་དུ་གྱུར་དགོས་ན་ཧ་ཅང་ཐག་གི་རེད། ཁྱོད་རང་ལ་སྐྱོན་དེ་ཡོང་གི་རེད་བྱས་ཙང་དེ་ཡིན་དུས་ག་ལ། དག་པ་གཉིས་པོ་དེ། འགལ་བ་རྩ་ནས་ཡོང་ཐུབ་གི་མ་རེད་ཞེས་པ་རེད། ལགས་སོ།